ཡང་ཁོ་རང་གི་བསམ་བློ་དེ་རེད། དེ་ཁོ་རང་གི་ཁ་རྒྱུན་དུ་ཆགས་པའི་གངས་རི་དང་རྩྭ་ཐང། རྟ་ནོར་ལུག་གསུམ་སྤྲིན་ཆེན་འཕན་མ་རྩ་བའི་བླ་མ་སོགས་ལ་གཏུགས་པའི་རིགས་དེ། སྤྲོར་སྣང་དང་སྤོབས་པ་སྐྱེ་བྱེད་ཀྱི་སྐོར་དེ་དང་ལྷ་བྱའི་རིགས་དེ་དེ་འདྲ་ཡང་མ་ཡིན་པར་ཁོང་རང་ཉིད་ཀྱི་སེམས་གཏམ་རིགས་ཤིག་དམར་རྗེན་དུ་སྐྱོགས་ཡིད་ཆེས་ཤིང། གཞི་ཚེ་མང་བའི་སྒོ་ནས་དུས་སྐབས་དེར་དར་སོ་ཆེ་བའི་རང་ལུས་ཉམས་ཡོད་པ་ཚིག་ཉམས་ཀྱིས་ཁ་སྒྲོག་པའི་རང་སེམས་གསོ་བྱེད་དུ་བླངས་བ་ཞིག་རེད། འདི་འདྲའི་ལོ་ཚིགས་འདྲ་ཡང་འདི་གི་དུས་མི་འདུག་ལེ།

བཤད་ཚད་ནི་གཅིག་ཀྱང་མི་འདུག་ཨ་རག་རེ་འཐུང་བ་ཙམ་ཡང་ཆང་འཁྲུག་ཏུ་མཐོང་རྒྱུ་མི་འདུག་གླུ་མི་ཞིག་ལེན་པར་བསམ་ཡང་སྙན་པོ་ཞིག་ཡོང་བ་མ་རེད་མིར་བརྙས་ནས་གླུ་ཞིག་བླངས་ན་བདེ་བ་ཆུང་ཆེ་རབ་ཡོད་དེ་དེའི་རེ་བར་ངས་ཁ་རུ་བ་བསྡད་ནས་རང་སེམས་ལ་ཐོག་ཐབས་ཤིག་ལ་སྐད་དམའ་མོས་གླུ་ཞིག་ཤོར་ད་ཟེར། གླུ་ཚིག་འདི་འདིའི་མིག་གཅིག་ཧ་ཅང་སྤོ་བོ་ལྷ་མོ་ལྷ་མོ་ནང་གང་རྒྱུ་མོ་ཐག་སྐད་ར་དེ་མི་ཟིག་རེད་ཟེར་ད་གི་བདག་པའི་འཁོར་དབང་ཐང་ཟིག་གི་འདིའི་སེམས་ཁམས་འདི་གི།

མགྲོན་པོ་ཚང་མ་བཀྲ་ཤིས་བདེ་ལགས། ད་གི་འདི་ཡིན་ཧ་གོ་སང་གི་ནང་ཡོང་འདོག་ཤིག་གི་ཚང་མ་ཁ་དྲོ་བཀྲ་ཤིས་བདེ་ཡིན་ད་གི་འདི་ནི། ནག་ཆུ་བདག་འདྲེན་ཞི་བའི་ནུ་བ་སྐུ་མགྲོན་ཚོ་གཅིག་ངུ་སྤྲོ་གི་འདུག་གི་གཏམ་བཤད་དག་འདི་གི་མགོན་པོ་ཚིག་ལྟ་ཡིན། འདི་གཏོར་གོང་གི་འདི་དག་ཚིག་སྒྲོས་ཞིག་འདྲ་བ་གསོ་བོ་འདི་ནས་གཏོར་བཤད་འདུག་རེ་ཁུག་བྱ་རྒྱུ།

ཕལ་ཆེར་ལོ་རྒྱུས་ཐུང་ཐུང་ཡིན་ནི། ཕལ་ཆེར་ཆོས་དང་ནི་ལོ་ངོ་སུམ་ཅུ་ནི་བཞི་བཅུ་སྟེ་མི་གསུམ་འགོར་མེད་ཁི་ད་ཡིན་རུང་ཁི་ཁལ་རྟགས་རྗེས་སུ་སོང་ལོ་གཅིག་འཇུག་ནི་ཆ་བརྒྱད་ཚིག་གཟིགས་ཕྱེད་ནི་འདི་མི་གི་ཆ་ཆུ་དམ་པའི་རིགས་ནི་གཟིགས་རིགས་དེ་རྒྱུ་མཚན་གི་སྤྱིར་གདོང་གླིང་གི་རིགས་ནི་སྤྱི་ལ་གཅིག་བཤད་པ་གཟིགས་སྟོང་འགོ་བརྫིས་ན་ཡང་འདི་ཆེད་ལུས་ཀྱི་ཞིབ་ཆ་གཟིགས་ན་ཆོག་གི་ཤོག་གང་ཐད་ནས་གཅིག་ཞིབ་ཆ་མང་གཟིགས་མཛོད་འགོ་བརྩི་ཡིན་ན་རབ་ད་སྤྱིར། ཆུ་དགེ་རྒན་བདུན་པ་ཡིན་ན་ཆོག་གོ་དགེ་རྒན་དཔང་རྒོད་ཡིན་ན་ཆོག་གོ་དགེ་རྒན་རྡོ་རིང་ཡིན་ན་ཆོག་གོ་དང་མ་ཕྱི་ཡི་བསམ་གཏན་ཡིན་ན་ཆོག་གོ་འདི་ལྟ་བུ་ལ་མཚོན་ན་སྤྱིར་ཁུལ་ཆོས་རང་རང་གི་དག་ཆ་ཞིང་ཆ་པ་གི་སྟེང་ནས་རྡུང་ལེན་གྱི་འདུས་སྟངས་གཅིག་མདངས་འདྲ་ཟིག་རྒྱག་རྒྱུ་ན་ཁུལ་ཆོས་སོ་སོ་སྤྲོད་སྟངས་ཟིག་དང་ལེན་སྟངས་ཟིག་ཁུལ་ཆོས་སོ་སོ་གཡང་གི་བརྩོམ་སྟངས་ཟིག་གཡང་སོ་སོ་སོ་སོ་གི་ཐད་ནས་ཆ་ཆུང་ངུའི་ཅན་འདྲ་ཡོད་གི། དེའི་རྒྱུ་མཚན་གི་དང།

ཁོང་གཡོ་ནུར་བསྟི་ན་མེད་ནུར་བུར་གདངས་འཇིགས་ཀྱི་གེགས་བསླངས་ནས་འདི་མི་ཟིན་ཀྱེ་མ་འོད་སོང་ཟེར། ད་བར་དུ་བདག་བདུད་པའི་ཁོང་ཁྲོ་ཀུན་འདུས་ཡིད་ཀྱི་ནུས་པ་ནི་བདག་བདུད་པའི་བླངས་མཁན་དང་བདུད་པའི་བཤད་མཁན་བདུད་པའི་ཧུད་སྟངས་གསུམ་འཇོམས་མཁན་བདུད་པའི་ལ་རྒྱའི་སྤྱན་བཞེས་མཁན་བདུད་པའི་ལ་སྙན་ངན་གྱི་ལི་ཆས་གཏོང་མཁན་མང་བཟོ་ཡོད་ཀི་ཡིན་གྲོང་ཁྱེར་རང་ཉིད་ཀྱི་ད་ཅིག་རྗེ་ཁྱེད་ལྟར་དུ་ཅིག་ལགས་སུ་ལ་ར་ཅིག་ཡོང་ནོ་ཕྱི་དུ་ཡིན་ཟེར་ན་ད་ཨ་ཆུ་དགེ་རྒན་རྡོ་རིགས་བྲིས་ཡོད་ནི། ད་ལ་འདི་གདོང་ལེན་མཁན་ནོ་འདི་བེ་གླང་བ་ཟེར་བའི་བྱུང་འདི་འདི་ལྟ་བུ་ཚོ་ནམ་ཞིག་ཡང་ཅིག་ཧ་ཅང་ཞིབ་འཇུག་གི་སྒོ་ནས་བྲིས་ཡོད་གི་དེ་མི་ཚད་ད་ཨ་ཁུ་རྫ་ཚེ་བློ་བཟང་ཚང་གི་འདིའི་སྟོད་ནས་ཁུག་གི་དང་མི་ཚིག་རྣམ་ཐར་བསྐུར་ནས་ཡིན་ན་ཆོག་གི་དང་ཧ་ཅེ་དེ་ཁ་གསབ་གི་ལམ་མོ་ཡིས་ཞིག་ཡེ་ཧོ་ཟུར་བྲིས་ཡོད་གི་ཏི་ཡིན་ཇི་སྲིད་གི་ཏི་སོ་ལྟ་བུ་ཚོ་ནམ་ཅིག་ཤ་བཞེས་རྒྱུ་ཆ་ཅུང་ཙམ་རེ་མ་གཏོགས་ཧུས་ད་རང་ཉིད་ཀྱི་དངོས་ཟོག་གི་བཅར་འདྲི་དང་རང་ཉིད་ད་སྒྲ་ཐག་སོ་སོ་གི་ཅིག་དངོས་ཟོག་གི་མྱང་ནས་ཅིག་དེ་སྟེང་ནས་ཅིག་ཧ་ར།

གདོང་ལེན་གྱི་སྲིད་ཀྱི་ལམ་དབང་འདི་ད་མ་ཏག་ངོས་ཀྱི་ཁུག་གི་སྐྱབས་འགྲོ་ཟིག་ད་ཁོས་སུ་ཁུག་ཡེ་བ་ད་ད་དགེ་རྒན་རྡོ་རི་དེ་མི་རིགས་སེ་ར་བཅོམ་ནས་སོང་བའི་ཅིག་སྐྱབས་འགྲོ་ཨེ་ཡིས་ད་ནི་ད་ཁུག་དེ་གདོང་ལེན་ཆེ་མི་ཟིག་ལངས་ཡོང་ཟིག་ད་གི་སྒྲ་ཐག་ཚང་མ་ཅིག་འཚོ་དི་ཟིག་ཡིས་གོ་རིམ་ཟིག་བྲིས་གི་ད་དེ་མི་གི་ཁུག་གི་ད་མདོར་དེ་ན་ཅིག་སྔོག་སྐྱོ་ཐོང་ཐོང་གི་ལམ་མོ་འདྲ་དེ་མི་ཟིག་བྲིས་ད་གི་ད་སྤྱི་ལ་ཆུ་རོ་ཡང་གི་གྲིབ་བཞིན་ནམ་ཞག་གི་སྟེང་ནས་ཚིག་དང་ཡང་ད་ད་གི་རོལ་མོ་རོལ་ཆ་གི་ཆ་ཅིག་གི་སྟེང་ནས་ད་བཤད་ཟིག་གི་ད་སྲབ་ཆ་དང་བོ་འདྲ་ཟིག་གི་ད།

དེ་ན་ཁུལ་གྱིས་གླུ་ཆུ་ཟིག་བླངས་ན་ར་ཐོག་དང་བོ་ད་དུས་དམངས་ཕྱོགས་ཀྱི་གླུ་དེ་དམངས་ཕྱོགས་ཀྱི་ཚིག་ཡིན་ནུས་དེ་མགོ་ན་ཆུ་ལོག་གི་ཟིག་ན་རང་གི་གནས་ཚིག་འཁོར་རིགས་སྟངས་དང་འཁོར་རིགས་ལྡན་ནུས་ད་ད་ཆུ་བོ་སྔོག་འཕྲོ་བྱེད་དགོས་ནི་དེ་མི་ཟིག་རེད་ད་ཕོན་འཇོག་རྒྱུ་ན་ཆུ་ཡི་དག་གི་རང་ལྟ་བུ་མགོ་ན་ད་དགོང་ཉིར་ད་སྐར་གསུམ་འོག་གི་རི་གང་མཐོ་བོ་བཅས་ཡོད་རྗེས་ཡ་རི་གང་མཐོ་བོ་བཅས་ཡོད་རྗེས་ཡ་དེ་ན་གླུ་མཆོག་མི་བཟང་ཟིག་ད།

ཅི་ཡོད་ནི། ད་ནི་དེ་སྟངས་ནི་ད་ཨ་ཆུ་ཁུལ་གྱི་དོན་དག་དམིགས་བསལ་ཆེ་བཟོ་བྱ་དགོས་ན་ཡིན་ན་དེ་ལྟར་རེད་ད་གི་ཕྱིས་འཇིག་ལྟ་ཅི་ཁུལ་གྱི་ཅིག་སྨོན་ཚིག། སྐྱེ་བ་ཕྱི་མ་གི་སྨོན་ལམ་ཡིན་ན་ཆོག་གོ་ཚེ་འདི་གི་སྨོན་ལམ་ཡིན་ན་ཆོག་གོ་བཀྲ་ཤིས་པའི་སྨོན་ཚིག་ཡིན་ན་ཆོག་གོ་གང་ལྟར་ཀྱང་སྨོན་ལམ་བཟང་བོ་ཟིག་གི་འཇིག་བདེ་ཡོད་ནི་དེ་མིག་གི་ཁུལ་གྱི་དམངས་ཁྲོད་གི་ཚིག་དེ་དེ་མིག་གི་ཆ་ཆོས་སུ་ཡོད་གི།

ད་ནི་ད། གོང་དེའི་བླང་བྱ་སྟངས་འཛིན་རྒྱ་མཚོ་སང་གི་དབང་སྟོབས་ལྟ་བུ། ད་ནི་ཁ་སྐར་སང་ལོག་ས་སང་གི་ཡང་ཚིག་མང་བོ་ཡོད་གི། འདི་ལྟ་བུ་ཡིན་སྲིད་གི་འདི་ནང་ན་ཆིག་གི་བྱ་ཕོ་གི་ཟིག་སྲིད་གི་ད་ཁྱོད་མི་རིགས་སྲིད་ཡིན་ན་ཆོག་གི་རང་ཉིད་གི་རིག་གནས་དང་རང་ཉིད་གི་ཆོས་བྱ་བ་ཆིག་ཡིན་ན་ལུས་དགེ་སྡིག་གི་སྤང་བླང་གི་འདུས་བྱས་དེ་ཅིག་སློབ་གསོ་གཏོང་དགོས་ནི་འདི་མིག་བརྟན་པ་ཟིག་རེད།

ཨ་ཆོས་གོ་ལ་ཟེར་གོ་ཆོས་འདི་དམངས་ཕལ་པ་ལ་ལས་ཀྱི་འདི་མི་གི་ཁ་ཁའི་བྱ་བྱེད་སུ་ཡོག་གི་ལྟ་ན་སྤྱིར་འགུལ་སྤྱི་བཏང་ནས་ལྟོས་མེད་ཡིན་ད་ཨ་ཆོས་མི་ལ་ལུས་ནམ་གི་ལྟ་བུ་མཚོན་གྱི་ན་ད་ཅིག་སྐྱེ་བའི་སྔ་ཕྱི་ཟིག་ད་འཇིག་རྟེན་མི་རྟག་ནོ་འདི་མི་གི་ད་ལྷག་པར་དུ་ད་ཨ་ཆོས་རྒན་ཨ་ཆོས་འདི་མཁས་པ་འགན་འདི་ཆེན་པོ་ཞིག་སང་གི་རྩ་བའི་ཡོང་ནས་ད་འདི་ལྟར་རྗེ་མི་ལང་དང་ལྟ་བུ་མཚོན་གྱི་ན་ལྷག་པར་དུ་འདི་ལྟ་བུ་གི་ཁྱབ་ཆོས་ཡོག་གི་ད་ཚེ་འདི་བྱེད་དང་མི་རྟག་པ་འདི་མི་གི་རྣམ་པ་སྟོན་ཡོག་གི། ད་ནི་ན། སྦྱོང་གི་སྐོར་གྱི་གི་ཚིག་གི་སྦྱོང་ལ་ལྟ་བ་ཡིན་སྲིད་ཀྱི་ད་དམར་མཆོག་གི་ཚིག་གི་ནང་བ་རྟོགས་གི་བསམ་དགོས་དོ་ན་མདོར་ན་དེའི་ཨ་ཆུ། ཚིག་འདི་ལ་ཆ་ཚིག་གི་ཆ་ཆུ་ཡོད་གི་འཛིན་ན་ད་ཨ་ཆུ་ཁུར་གྱི་ལུས་ཀྱི་རྣམ་པ་གི་སྟེང་ནས་ཕལ་ཆེར་བ་ཁུར་གྱི་ངག་ལ་སྤྲང་ཚར་གི་ནང་ནས་ཕལ་ཆེར་བ་དེ་ཚིག་རྐང་གཅིག་གི་ཡང་ཟིན་མེད་ཁུ། ད་ཚིག་རྐང་བཅུ་འདེབས་འཕྲོ་ནས་ད་ང་སུ་གི་ཚུལ་ལྟར་འཛིན་ན་ཆོག་གོ། ང་སུ་གི་མཚམས་སུ་ད་སྒྲ་བརྙན་གྱི་འབྲུ་དང་བསྟུན་ནས་ད་ང་སུ་གི་ཚུལ་ལྟར་གནང་དགོས་ནོ་འདི་མི་ཟེར་རེད། སྤྱིར་འདི་ས་བོན་རོ་མུ་སྟངས་ཀྱི་བུ་ནང་ལ་ར་ཡོད་ཁུ། རྐང་བ་བརྙན་ནས་གཅིག་གི་བུ་སྔགས་འབྲུ་འབྱིན་ན་ཚིག་སྤྱིར་གཅིག་བརྫིས་ལ། སྤྱིར་འབྱིན་ན་ཆུ་ཚིག་སྤྱིར་གཅིག་ཏུ་གཅིག་རྐང་བ་བཞི་འདྲ་བཟོ་འཇོག་གོ་གུ་ད་ར་འདི་ནང་ནས་རྐང་བ་དྲུག་ཡིན་ན་ར།

གདོང་ལེན་གྱི་ཚིག་འདི་ཨ་ཆོག་གི་ཨ་ཆོག་གི་ལ་འདི་དང་ངི་ན་རྒན་དང་ཕ་ཅི་སང་ཅི་སང་གི་འདི་ལྟ་བུ་བཤད་ཡོད་གི་དང་བོད་ཀྱི་གླུ་ནི་ལུས་དགེ་བ་བྱེད་པའི་ལྷ་བཤད་ཡིན་སྲིད་ད་ལྟ་ལྟ་བུ་རིན་དགོན་འདི་ཨ་ཆོག་སྟག་རྡོ་བཤད་ནི་ལུས་དགེ་སྡིག་ཚེ་འདི་བཞི་ད་མང་མོ་ཟིག་གི་སྟེང་ནས་ལྷ་བཤད་དང་དེ་ནས་བསྡུ་པའི་ཁོང་གི་ལྟ་བུ་མཚོན་གྱི་ནི་གླུ་བཞི་གི་དང་འདི་དང་དེ་དང་བོད་ཀྱི་ཏག་ཏག་དོན་དག་ཟིག་ཆི་ཟིག་ཡིན་ན་ཆོག་ཕྱི་སྣོད་ཀྱི་འཇིག་རྟེན་ནང་བཅུད་ཀྱི་སེམས་ཅན་གྱི་དོན་དག་ཆི་ཟིག་ཡིན་ན། ཁོང་གི་ངག་ལ་མ་དྲང་བ་གཅིག་ཀྱང་མེད་གི་བསམ་ཁྱེད་ཀྱི་དེ་མི་འདོད་ཚིག་གི་སྟངས་ཉིད་ནི་འདི་རྒྱ་ཧ་ཅང་ཆེན་པོ་ཟིག་ཅིག་བསམ་གི་ཡོད། དེ་ནས་ད་ངག་འདིའི་ཚིག་གི་སྐོར་ནི་ད་དེ་མི་ཟིག་ཡིན་ཅིག་ཞེན་ཚག་ན་འདྲ་བོ་ཡིན། དེ་ནས་ཤུ་ནི་ད་ལ་ཆུ། འདི་གདོང་ལེན་གདོང་ལེན་པ་ཆུ་འཛོམས་གི་ད་ཆུ་ལོ་རབས་དགུ་བཅུ་གི་འགོར་སྟོབས་དུ་ད་དམག་དཔུང་བཅོ་བཅོ་བརྒྱུད་དྲུག་འགྱུར་ཟིག་གོ་ནི་ལོ་འདི་འདི་རེད། ད་གི་ད་འདི་ཁབ་ཞིག་ལ་སོང་ཡིན་གི་ད་འོ་འདི་ལྟ་བུ་ཟིག།